ད་དེ་ནས་འདུས་བྱས་ཀྱི་སྟོན་པ། གི་བྱུང་རབས་འདྲ་བོ་དེ་ད་ཕྱི་འབྱུང་ཚང་མའི་ནང་ལ་ཡོང་སྡོད་ཀྱི་རེད་བབ། དེའི་དུས་ད་ད་ལྟ་ང་ཚོ་ནང་པ་སངས་རྒྱས་ཡིན་ན་ཚང་མ་གི་ད་སྟོན་པ་དེ་སྟོན་པ་ཤཱཀྱ་ཐུབ་པ་ཡིན་པ་རེད་ད་དེའི་སྐོར་འདྲ་བོ་དེ་བཤད་དགོས་ཡ་འདྲ་བོ་གི་ཡོད་མ་རེད། འོ་ད་དེ་འདྲའི་དགོངས་པ་བཞེས་སྡད་ཀྱི་རེད་བ་ད་སྟོན་པའི་རྣམ་ཐར་ཚང་མའི་མཁན་ཤེས་པ་རེད་བ་སི་ད་དེ་འདྲའི་འདྲ་བོ་དགོངས་སྡད་ཀྱི་རེད་བདེ། ཨོ་ཡིན་ད་ཡིན་ད་ཚང་མ་ནང་པ་སངས་རྒྱས་བས། སྦྱིན་གྲངས་རེ་བསྡོམས་པ་ཤཱཀྱ་ཐུབ་པའི་སྦྱིན་གྲངས་རེ་དེའི་འདུས་ཐོག་མར་ནང་པ་སངས་རྒྱས་སྐོར་བཞུགས་ཡོང་དེ་ནས་དཀོན་མཆོག་གསུམ་ངོས་ཟིན་ངོས་ཟིན་ནས་སྡོམ་པ་ཤཱཀྱ་ཐུབ་པ་རེ་སྐྱབས་སུ་འགྲོ་དགོས་རེད་དེ་ནས་ད་སྐྱབས་འགྲོའི་སྡོམ་པ་མེད་པས་ནི་ད་བོད་གངས་ཅན་མི་གཅིག་ཀྱང་ཡོད་ཀྱི་མ་རེད་དེའི་འདུས་ད་སྡོམ་པའི་རྣམ་ཐར་རེ་བཤད་མ་དགོས་པ་འདྲ་བོ་ཅིག་རེད། རེད་དེ་ད་ཡང་ད་ལྟ་བྱུང་བ་རིག་པ་ཟེར་ན་རེད། ལོ་རྒྱུས་རིག་པ་གི་ཐོག་ནས་ཅིག་བསམ་མནོ་འདྲ་བོ་བཏང་ཡོང་བ་ཡིན་ན་ཅིག་ད་ཡང་དེ་ཅིག་ཐེག་ཚེ་ཅིག། མ་ཞུས་ན་མི་འགྲིག་པ་འདྲ་ཞིག་ཆགས་ཀྱི་ཡོད་རེད་དེ། འགའ་ཤས་ངོས་ནས་ད་འདོན་སྤེལ་ནམ་ད་བཤད་དགོས་ཡོད་མ་རེད་བ་འདོན་པ་ཤ་ཀྱེ་ཐུབ་པ་རེད་བ་ཟེར་འགྲོ་བ་ཞིག་ལབ་ཐུབ་ཀྱི་རེད་དེ་ཡིན་ན་ཡང་འདོན་པ་ཤ་ཀྱེ་ཐུབ་པ་རེད་དེ་ན་ནི་ཁོང་རྒྱ་གར་ཡོད་དུས་དུས་ཚོད་ག་དུས་ཅིག་ལ་བྱུང་བ་རེད་ནི་རྒྱུ་རྐྱེན་ག་འདྲ་ཅིག་གི་ཐོག་ནས་བྱུང་བ་རེད། པོ་ཅིག་དེ་དྲི་བ་འདྲ་བོ་བཏང་བ་ཡིན་ན་ནི་དུས་ཚོད་དེ་ལབ་ཡག་དེ་ཕལ་ཆེར་འགའ་ལས་ཁག་པོ་འདྲ་བོ་བྱེད་མ་ངེས་རེད་བ་ཨ་ནི།

མང་པོ་ཞིག་ལ་དེ་ལབ་ནས་བླ་མའི་ཆོས་ལུགས་ཟེར་བསྡད་ཀྱི་རེད་བ། ད་ཡང་བླ་མའི་ཆོས་ལུགས་རང་བྱས་དོན་གྱི་དངོས་ནི། ཡང་སངས་རྒྱས་ཀྱི་རྣམ་ཐར་དང། དེའི་གཅིག་སངས་རྒྱས་དམ་བྱོན་པའི་དུས་ཚོད་རེད་དེ་ཚོ་ཤི་ཡར་དཀའ་ལས་སྤྲད་ཟིག་ཡོད་ཀྱི་རེད། དེ། ད་འདི་ནས་ལོ་རྒྱུས་དོ་སྣང་བྱེད་མཁན་རྐྱང་རེད་དེ་འདུས། ད་སྟོང་པ་ཤེལ་གྱི་ཐོད་པ་དེ་ད་འཇིག་རྟེན། གི་འདི་སྣང་ལ། བྱོན་ནས་ད་རྒྱ་གར་འཕགས་པའི་ཡུལ་དུ། འཁྲུངས། འཕགས་པའི་ཡུལ་གྱི་ནང་ལོགས་ལ་ད། སེར་སྐྱའི་གི་ཁབ། གསར་བརྗེའི་རྒྱལ་ཁབ་ཟེར་གི་རེད་ད་གསལ་བརྗེའི་རྒྱལ་ཁབ་དེ་སྐབས་དེ་དུས་ཡིན་ན་ད་རྒྱ་ཁག་གི་ཡུལ་ཆེན་དྲུག་གི་ཡུལ་ཆེན་བཅུ་དྲུག་རྒྱལ་ཁབ་ཆེན་པོ་འདྲ་བོ་བཅུ་དྲུག་བཅུ་དྲུག་གི་ནང་ལོགས་ལ་གསར་བརྗེ་དེ་བཙུགས་ཡོད་མ་རེད་གསར་བརྗེ་དེ་ཟུར་གཏོགས་རྒྱལ་ཕྲན་རྒྱལ་ཕྲན་ཆུང་ཆུང་ཅིག་རེད་འོ་ད་དེ་འདྲ་ཅིག་རེད་ད་རྒྱལ་པོ་ཟས་གཙང་མའི་སྲས་རེད་བ་ད་ཟས་གཙང་མའི་སྲས་རེད་དེ་ཡིན་རེད་དེ་ད་དེའི་སྟོང་པ་དེ་བྱུང་ཡག་གི་དུས་ཚོད་འདྲ་བོ་དེ་ག་འདྲས་རེད་ཟེར་ད་ལབ་ན་ད་དེ་དཀའ་ལས་ཁག་པོ་ཞེ་པོ་ཆགས་ཀྱི་རེད་དེ་ཅི་རེད་ཟེར་ན་ཁ་ཤས་ཟེར་ན་དུས་ཚོད་ཧ་གོ་བས་མ་གོ་ཡག་གི་ཡོད་མ་རེད་བ། ནི་འདོན་པ་དེ་དེ་དུས་འཁྲུངས་པ་རེད་ཞབས་རྗེས་སེ་རེད་ནི་ཆོས་ཀྱི་འཁོར་ལོ་བསྐོར་བ་རེད་དེ་ནི་བསྟན་པ་འབྱུང་བ་རེད་ཟེར་སྟབས་བདེ་བ་ལབ་ཐུབ་ཀྱི་རེད་དེ་ཡིན་ན་ཡང་ད་ལྟ་ང་ཚོ་ལོ་རྒྱུས་རིག་པའི་ངོས་ནས་བལྟས་ཡོང་དུས་དེ་ནི་ད་སྟོན་པ་འཁྲུངས་བའི་གི་ལོ་དེ་ལ་མི་འདྲ་བ་མང་པོ་ཞིག་ཆགས་ཏེ་ཡོད་རེད་བ། ང་ཚོ་བོད་འདྲ་བོ་ཞིག་ཆགས་ཤར་བ་ཡིན་ན་དཔེ་དེབ་མང་པོ་ཞིབ་ཆགས་ཏེ་ཡོད་རེད་དེ་ལས་དབྱེ་མཚམས་འདྲ་བོ་བཞག་ཡོང་དུས་དཔེ་དེབ་ཧ་ཅང་གི་མང་བའི་གི་ཕྱོགས་དང་དེ་ནས་ཅིག་མང་བའི་ཕྱོགས་དང་དེ་ནས་མང་བ་ཟད་བྱེད་གི་དབྱེ་མཚམས་གཅིག་བཞག་དགོས་རེད་དེ་ནས་ཉུང་བ་རེད་བ།

ཙན་དན་ཆོས་འབུལ་གྱི་ལུགས་རེད་ཟེར་ཅིག་ད་དེ་འདྲས་ཅིག་རྒྱ་ནག་གི་ལུགས་གཅིག་རྩིས་དེ་གར་བ་ཨ་དེ་ཚོ་ནི་འབེབས་ཏེ་ཚེ་རང་བུ་ཞེ་བུ་གཅིག་ཆགས་ཏེ་ཡོད་རེད་ད་དེ་ནས་དེ་གི་རྗེས་སུ་གཅིག་བྱུང་འདས་པ་དེ་ལ་ད་དེ་དུས་འཁོར་གྱི་ལུགས་རེད་ཡང་དུས་འཁོར་གྱི་ལུགས་དེ་ལ་ཡང་ད་ཕུག་ལུགས་ཀྱི་རྩི་སྟངས་གཅིག་ཡོད་རེད་དེ་མིན་གྱི་ཡང་དུས་འཁོར་གྱི་མཁན་པོ་གྱེན་ད་སོ་སོའི་གྱི་རྩི་སྟངས་ཡོད་རེད་དེ་ནས་ཅིག་མཁས་གྲུབ་རྗེ་ལ་སོགས་པའི་གསུང་བྱ་བའི་དགའ་ལྡན་རྩིས་ས་རེད་ཟེར་ཡ་འདྲ་བོ་ཡང་དེ་ཚོ་ཁ་ཤས་ལོ་ལྔ་ཁ་ཤས་ལོ་གཉིས་ཨ་ནི་ཁ་ཤས་ལོ་བཅུ་བགྲང་འོ་ད་དེ་འདྲས་ཀྱི་ཡང་ཧེ་བག་འདྲ་བོ། མང་པོ་ཞིབ་གཅིག་མ་ཤོར་དེ་ཡག་ད་ཡང་ཅིག་ཉུང་བའི་ཕྱོགས་འདྲ་པོ་བྱས་ན་ཡང་དག་ནང་བཞིན་ཡོད་རེད་ད་དེའི་བོད་དར་དེ་བས་ནང་ལ་ཉུང་བའི་ཕྱོགས་ཀྱི་ནང་ལོགས་ལ། ད་དེ་ཡོད་རེད་ད་ཁ་ཆེ་པན་ཆེན་གྱི་ལུགས་ཟེར་ཡག་ཅིག་ཡོད་རེད་ཨོ་ད་དེ་འདྲ་ཅིག་དེ་མ་ཡིན་པའི་གྱི་ཡང་ལུགས་མང་པོ་ཡོད་རེད་ད། ད་ལྟ་རྒྱལ་སྤྱིའི་ཐོག་ལ་འདྲ་པོ་བྱས་ན་ད་ལྷོ་རྒྱུད་ནང་པ་སི་རི་ལང་ཀ་རེད་བ་ལྷོ་རང་ལ་ཡོད་པ་དེ་ནས་ཅིག་རྒྱ་གར་རང་ནས་དེ་ནས་ཅིག་རྒྱ་གར་ཤར་ཕྱོགས་ལ་ཡོད་པ་ད་ང་ཚོའི་བོད་ལ་ཡིན་ན་འབར་མ་ཟེར་གྱི་རེད་བ་སྔོན་མ་ཡིན་ན་སྦང་ལ། བང་ག་ལ་བང་ལ་དེ་ཞིག། དེང་སང་རྒྱ་སྐད་ལ་སྨྲེང་བྱ་ལ་ཟེར་གི་འདུག་ད་དེ་ནས་ཅིག་གི། Thailanda། Thai། གོ་རོ། དེ་ནས་ཅིག་ད་ལྷོ་རྒྱུད་ཀྱི་ནང་པ་ཀྱི་རྩི་ཐང་ཅིག་ཡོད་རེད་དེ་ནས་རྒྱ་ནག་ནང་ལ་ཡང། དབྱར་གནས་སྣག་ཚ་གི་ལུགས་ཟེར་ཡ་ཙན་དན་ཤོག་བུའི་ལུགས་ཟེར་ཡ་འདྲ་བོ། འོ་ད་དེ་འདྲ་གི་རྒྱ་ནག་རང་ལ་ཡང་མི་འདྲ་བ་ཅིག་གི་ལུགས་གསུམ། དེ་ནས་པ་དེ་སོག་ཡུལ་འདྲ་བོ་སླེབས་སོང་འདུག་ཡང་སོག་པོའི་སྐད་པ་དེ་ཚོ་གི་ཡང་རྩིས་རྒྱབ་སྟངས་ཅིག། འོ། དེ་འདྲ་ཅིག་ཡོང་གི་འདུག་ད། དེ་ནི་ཉེ་རབས་འདྲ་བོ་རེད་ད། རྒྱལ་སྤྱིའི་བོད་རིག་པའི་ཞིབ་འཇུག་ཁྱབ་ཁོངས་ཟེར་ན་རེད་ནང་པ་ཞིབ་འཇུག་ཁྱབ་ཁོངས་རེད་དེ་འདྲས་ལ། ད་ཅིག་ནུབ་ཕྱོགས་ཀྱི་མཁས་པ་དེ་འདྲས་ཀྱི་ཡང་སངས་རྒྱས་ཀྱི་གྲོང་སྡེ་ལ་ཞིབ་པར་མི་འདྲ་བ་མང་པོ་བཤད་ཡོང་རེད། ད་ཉི་ཧོང་རི་པིང་ཟེར་བ། ཁོའི་ཡུལ་གྱི་ནང་ལོགས་ལ་ཡང་སངས་རྒྱས་གྲོང་སྡེ་ལ་མཁས་པ་དེ་ཚོ་ཞིབ་འཇུག་ཅིག་བྱས་ཡོང་དུས་རྒྱུ་ནི། ད་པན་ཆེན་ཤཱཀྱ་ཞེས་རིགས་ཞིབ་པ་དེ་ལས། དུས་རྫུན་མ་འཐུང་རུ་འགྲོ་བསྡད་པ། ཨོ་ད་དེ་འདྲས་ཡོང་བསྡད་ཀྱི་འདུག་བ་ད། ཨོ་དེ་འདྲས་འདྲ་བོ་ཅིག་བྱས་ཡོང་དུས་ད་སངས་རྒྱས་འཁྲུངས་དགོས་ཀྱི་ལོ་དེ་ལ་ཡག་ཅིག་མི་འདྲ་བ་ད་ད་ལྟ་འདྲ་བོ་ཕྱོགས་བསྡོམས་འདྲ་བོ་བྱས་པ་ཡིན་ན་དཔེ་ད་དྲུག་ཅུ་ལྷག་ཙམ་ཅིག་ཡོད་རེད་ད། འཁྲུངས་ལོ་འཁྲུངས་སྟངས་འདི་པར་རུ་ལ་འགྱངས་ཆད་ལ་སྟོང་ཕྲག་གི་ཧེ་བག་ཡོད་རེད། ནི་ཉུང་ངུ་ལ་ཅིག་སུམ་བརྒྱ་ཉིས་བརྒྱ་ཨོ་ད་དེ་འདྲས་ཁ་ཤས་ལ་ད་ཅིག་གཉིས་གསུམ་ལོ་ཨོ་ད་དེ་འདྲས་ཀྱི་ཡང་ཧེ་བག་འདྲ་བོ་ཡོད་བསྡད་བ་ད་མི་འདྲ་བ་ཅིག་དྲུག་ཅུ་ཅིག་ད་དེ་འདྲས་ལྷག་བསྡད་ཀྱི་འདུག་བ་ད་ད་ཡོད་བསྡད། འོ་དེ་དེ་འདྲས་ཅིག་རེད་དེ་ཡིན་དུས་ད་ང་ཚོ་ག་འདྲས་ཅིག་ལ་ཁས་ལེན་དགོས་གི་རེད་དེ་བསམ་བློ་བཏང་དགོས་ཡ་ཅིག་ཁིག་འདུག་བ་བསམ་བློ་བཏང་དགོས་ཡ་ཅིག་དཔེར་དེ་ཆགས་དེ་ཡོད་རེད་ད་ད་ལྟ་ང་ཚོས་འཛམ་བུ་གླིང་ཟེར་ན་རེད་དེ་གོ་ལ་འདིའི་ཐོག་ལ་ད་ཐུན་མོང་གི་ནང་པའི་གི་ལོ་དེ་ད་ད་ད་ལྷོ་རྒྱུད་ནང་པ་དེ་སི་རི་ལང་ཀཱ་ཟེར་གི་རེད་བ་ལང་ཀ་ང་ཡབ་ལང་ཀ་བ་སིམ་པོ་ཡོད་རེད་ད་སྔོན་མ་ཡིན་ན་ད་ལྟ་ཡིན་ན་ད་ལང་ཀ་མིང་དེ་དེད་འདུག་བ་སི་རི་ལང་ཀཱ་དེ་གི་ད་ནང་པ་གི་རྩི་ཐང་དེ་ད་རྒྱལ་སྤྱིའི་གི་རྩི་ཐང་ཅིག་ཆགས་དེ་ཡོད་རེད་ཚང་མས་ཁས་ལེན་ཡ་ཅིག་ཆགས་དེ་ཡོད་རེད། ཚང་མས་དེ་ལ་རྩིས་སྟེགས་རེད་ད་དེ་ག་འདྲ་རེད་ཟེར་དུས་ཨ་ནི་བ་ཅི་ལོ་སྲས་ད་ལྟ་ང་ཚོ་རྩིས་སྟེགས་ཀྱི་འདུག་བ་ཅི་ལོ་སྲས་ཅིག་ད་འདི་དངོས་གནས་བཤད་ན་ད་ཡེ་ཤུ་ཀྱི་ཆོས་ལུགས་ཀྱི་ཡེ་ཤུ་ཀྱི་སྟོན་པ་དེ་འཁྲུངས་པའི་དུས་ནས་མ་རྩིས་བསམ་པ་རེད་དེ་ཁ་ཤས་ཀྱི་ད་ཕྱི་རོལ་བའི་ལུགས་འདྲ་བ་ཡིན་དུས་ཕྱི་ལོ་སྲས་དེ་འདྲ་བྲིས་སྟེགས་རེད་ཡང་ཡིག་ཆ་ཁ་ཤས་ནང་ལོ་ད་ཡེ་ཤུ་ཆོས་ལུགས་ཀྱི་ལོ་ཡིན་དུས་ཡེ་ལོ་སྲས་བྲིས་སྟེགས་རེད་ད་བ་ཅི་ད་ང་ཚོ་ད་ལྟ

ད་སྡོམ་པ་དྲུང་ལོ་ཞག་དྲུག་ཡོད་རེད། དེ་མི་དྲུག་ལོ་ཆགས་བསྡད་ཀྱི་ཡོད་རེད་ད། དེ་ནང་པ་ཐུན་མོང་གི་དེང་སང་དེ་རང་ཆགས་བཞག་བསྡད་ཀྱི་ཡོད་རེད་ད། ད་གི་ཧོན་དུ་ཞུས་པ་ནང་བཞིན་ཉི་ཧོང་རེད་ཡོ་རོབ་ཀྱི་མཁས་པ་རེད་ད་ཁོ་ཚོ་རྩིས་བརྒྱབ་སྟེ་དེ་ལས་མང་ཉུང་རེ་ཉུང་རེ་འགྲོ་བསྡད་པ་དེ་འདྲ་མང་པོ་ཡོད་རེད་ཡང་ད་དེ་ནས་ང་ཚོ་བོད་ལ་དྭགས་བསྡད་པའི་གི། ལོ་ཚིགས་ནང་ལོགས་ལ་པན་ཆེན་ཤཱཀྱ་ཞེས་རེད་ད་བོད་ལ་ཕེབས་ནས་ད་ཁོང་གིས་དེ་རྩིས་བརྒྱབ་བཞག་པ་ཅིག་ཡོད་རེད་བ།

དེ་འདྲས་ཅིག་ཀྱང་ཡོད་རེད་དེ་ནས་ལྷག་པར་དུ་ད་ཁོང་ང་ཚོ་ནང་པ་སངས་རྒྱས་ཀྱི་གདན་ས་ད་ཆེ་ཤོས་འདྲ་བོ་དེ་ག་རེ་རེད་ཟེར་ན་བན་ན་ལེན་དྲ་དམ་བི་ཀ་མ་ལ་ཤི་ལ་ང་ཚོ་བོད་སྐད་ལ་འབི་ཀ་མ་ལ་ཤི་ལ་ཟེར་གི་རེད་པ་ཨོ་ད་འབི་ཀ་མ་ལ་ཤི་ལ་གི་ད་གདན་རབས་རྗེས་མ་རྗེས་མ་དེ་ཁོང་རེད་པ་ཨོ་དེ་ཁོང་རེད་དེ་ནས་ད་ཁོང་དེ་རྣམས་ཀྱི་གདན་རབས་རྐྱང་བྱས་དུས་ད་དེ་གཏན་ཚིགས་དེ་ཚོ་ཆ་ཚང་ཁོང་ལ་ཆུད་བསྡད་གི་རེད་པ་དེ་ཤི་བསྡད་གི་རེད་པ་ཁོང་མཁས་པ་ཆེན་པོ་རེད་པ་ཨོ། དེ་དེ་ཡིན་དུས་ཀོ་ཅིག་ལྷོ་རྒྱུད་ཀྱི་རྩིས་དེ་རང་རྩིས་དེ་ཡང་དེ་འདྲའི་གཅིག་རེད་དེ་ནས་ཁོང་དེ་དུས་ད་ཐུར་ཀེ་ཟེར་བ་ང་ཚོ་བོད་ལ་ད་ཨི་སི་རལ་གྱི་དམག་རེད་ཁ་ཆེའི་དམག་གིས་རྒྱ་གར་ཚང་མ་ནང་པ་ཚང་མ་འཇིགས་སོང་སྟེ་ཁོང་རྒྱ་གར་ཤར་ཕྱོགས་ལ་ཕེབས་ནས་ད་ཤར་ཕྱོགས་ལ་ཡོད་པའི་ཀེ་ནང་པའི་གཙུག་ལག་ཁང་དང་ཐ་མ་འདྲ་བོ་ཟེར་ན་རེད་ཨ་རྒྱ་གར་དར་ལག་སེ་ཇོ་ར་བ་འོ་དེ་ནང་ལ་ཡང་བཞུགས་ཏེ་ད་དེ་ཀེ་དེ་ཚོ་ཡང་པེ་ནང་པའི་གི་གནས་གཞི་འཇམ་པོ་ཅིག་ར་བ་ད་དེ་ཚོ་ལ་ཡང་བཞུགས་ནས་མཛད་འཕྲིན་འདྲ་བོ་བསྐྱངས་དེ་ནས་ཚུལ་ད་བོད་ལ་ཕེབས་ཡོང་ར་བ་དེ་དུས་ཁོང་གི་རྩིས་དེ་ཚོ་ལ་ཡང་པེ་གནས་ལུགས་འདྲ་བོ་ཆེན་པོ་ཅིག་ཡོད་པ་འདྲ་འོ་དེ་ཡིན་དུས་ད་ད་ད་ཁྱོང་ཡོང་ལ་ང་ཚོ་དེ། ལྷོ་བཅུད་ནང་པ་ཀི་ཏའི་ཙི་ཏི་ད་རྒྱལ་སྤྱིའི་ནང་པའི་ཙི་ཟེར་ན། ཤར་ནུབ་ཀྱི་ནང་པ་ཚང་མ་ཀི་ཏའི་ལ་ཙི་བསྡད་གི་རེད། ཏའི་ལ་ཙི་བྱས་ནས་དེའི་ཐོག་ལ་འགྲོ་བསྡད་གི་རེད་མ་གཏོགས་ད་དུས་འཁོར་རང་ལ་ཙི་མཁན་ཞེ་དྲག་ཞེ་དྲག་མེད་རེད་ད་ང་ཚོས་ད་ལྟ་ལུས་སྟོད་ནང་ལོགས་ལ་དུས་འཁོར་ཙི་དེ་སྲུང་བྱ་གི་རེད་བ། ཨོ་དེ་རེད་མ་གཏོགས་ཁྱེད་ཀྱིས་རྩ་བའི་ཆ་ནས་དེ་ལ་འགྲོ་བསྡད་གི་བ་རེད། དེ་ནས་ཁྱེད་ཀྱིས་ད་ད་ལྟ་ང་ཚོས་རྒྱལ་སྤྱིའི་ཀྱི་ནང་པའི་ཀྱི་དར་ཆ་བསྟན་ཡང་ད་ལྷོ་བཅུད་ནང་པ་ཀི་ཏའི་རེད་སི་རི་ལང་ཀ་ཁོང་རྣམས་པ་ཀི་ཐོག་མར་འདྲ་བོ་དེ་ནས་བྱུང་ནས་ད་དེ་ནས་ཚང་མས་བེད་སྤྱོད་བཏང་ནས་ད་ད་ནང་པ་ཚང་མས་ཀི།

དེ་དར་ཆ་འདྲ་པོ་དེ་གི་ཚོན་མཐོ་འདྲ་པོ་ཆགས་ཡོང་དུས་ཁོ་རང་ནང་པ་ཡིན་དུས་འོག་གི་ནང་པ་དེ་ལ་ཡང་ཚོགས་མཐོ་འདྲའི་དར་ཆ་ཅིག་ཡོད་ན་དཔེ་མི་ཚེ་ཡག་པོ་ཡོང་ས་རེད་བསམ་ནས་ཁོང་གི་དེ་འདྲའི། ཁོ་རང་གི་བླ་མ་དེ་སིར་ལང་ག་གི་སྟག་གི་གནས་འཐེན་པ་དེ་འདྲ་རེད་འདུག་ད་དེ་འདྲའི་རིགས་ཞུས་ཡོང་དུས་དེ་ནས་ཁོང་ཚོ་བསམ་བློ་བཏང་ནས་དེ་གནས་འཐེན་གི། དེ་ཚོ་གི་ད་རིག་པའི་གཞུང་ལུགས་ནི་ཚེ་ནང་རེད་ནང་པའི་ཆོས་གཞུང་ནང་ལོགས་ལ་ཅིག་སྟོན་པ་རྡོ་རྗེ་གདན་ལ་སངས་རྒྱས་པའི་སྐབས་སུ་ནི་བི་ཀོ་ལོ་བོ་ཟེར་གི་དེ་འདྲ་ཅིག་ཚོགས་མཐོ་ལྔ་འདྲ་པོ་དེ་འདྲ་དྲུག་འདྲ་པོ་ཅིག་བཀྲོས་ནས་ད་དེ་འདྲ་བྱུང་བ་རེད་དེ་ལ་བརྟེན་ནས་ད་གདུལ་བྱ་ཐམས་ཅད་ཅིག་ད། སྨིན་ཅིང་གྲོལ་བས་ཀྱི་ན་རྟེན་འབྲེལ་ཟེར་ན་རེ་དེ་འདྲས་འདྲ་བོ་ཅིག་གི་དེ་ཡོད་རེད་ཟེར་དེ་འདྲས་ཀྱི་མ་འབྲེལ་བཤད་རྒྱབ་ནས་ད་དེ་ཚུལ་བཞིན་དེ་ནས་ཟོས་ནས་དེ་གོང་གི་ད་ད་དེ་གི་ནང་པའི་དེ་ད་ཆ་དེ་ཟོས་ནས་རྗེས་ལ་ཡང་ཟུར་བཅོས་འདྲ་བོ་ཅིག་རྒྱབ་ད་དེ་བེད་སྤྱོད་བཏང་བར་བ་དེ་བེད་སྤྱོད་བཏང་ཡོང་ནས་དེ་ནས་ཐོག་མར་ད་རྒྱལ་སྤྱིའི་ནང་པའི་ཚོགས་འདུ་དང་པོ་དེ་ཨ་མི་རི་ཀའི་གི་ཉིའུ་ཡོག་ལ་ཚོགས་ར་བ་ཉིའུ་ཡོག་ཟེར་བ་ཨིན་ཇིའི་སྐད་ལ་ང་ཚོས་ད་བོད་སྐད་ལ་ཉིའུ་ཡོག་ཟེར་རབས་འདུག་བ། འོ། དེ་ན་ཚོགས་འདུའི་དར་ཆ་དེ་བཙུགས་ཞེས་ཐུགས་གསོ་བྱས་རོགས། དེ་ནས་ཅིག་ད་ང་ཚོ་བོད་ཀྱི་ནང་པ་དེ་ཚོ་ད་བལ་རྒྱལ་སྤྱིའི་ནང་པའི་ཚོགས་འདུ་མ་ཟད་ཅིག་སླེབས་དུས་མ་གཏོགས་ཅིག་ཞུགས་ཐུབ་མེད་པ་རེད། དེ་ཡིན་དུས་དེ་ནས་ཅིག་ང་ཚོའི་བོད་ཀྱི་ནང་པས་ཡང་འོ་དར་ཆ་དེ་དང་ལེན་ཞུ། དེ་ནས་ཅིག་ད་རྒྱལ་རྒྱུད་ནང་པར་བ་དེ་འདྲས་ཚང་མས་དང་ལེན་ཞུ་དུས་ད་ལྟ་བོད་ཀྱི་ནང་ལོགས་ལ་དར་ཆ་དེ་ཐོ་ཡང་ཡོད་རེད་མ་དར་ནག་ཆེན་པོ་ཡིན་ན་ཅིག་ནང་པའི་གནས་ཚང་མ་ལ་དར་ཆ་ཐོ་ཡང་འདུག་འོ་ད་དེ་ཚོ་ཡོང་ཁུངས་འདྲ་པོ་དེ་ནི་དེ་འདྲས་ཆགས་བསྡད་རེད་གཏན་ཚིགས་ཡིན་ན་ཡང། གཏན་ཚིགས་ཀྱི་ཡོང་སྟངས།

འཇིག་རྟེན་ལ་བྱོན་པའི་གི་དུས་ཚུགས་དེ་ད་བར་མཚམས་ཀྱི་འདུག་པ་དེ་བསམ་བློ་མང་པོ་ཞིག་བཏང་ཐུབ་དགོས་རེད་བ། དེ་གི་གནད་འགག་འདྲ་བོ་འགྲོ་སྟངས་འདྲ་བོ་ཅིག་ཤེས་སོང་ན་དེ་ནས་ཡང་ལོ་ཚིགས་དང་འབྲེལ་བའི་གི་དཔྱད་པ་བཏང་སྟངས་མང་པོ་ཅིག་ལ་ནི་ད་བར་ཕན་ཐོགས་འདྲ་བོ་ཞིག་ཡོང་གི་རེད་བ། དེའི་འདུས་ངས་དེ་ནས་ཅིག་ད་ངོ་སྤྲོད་རོབ་རྩེ་གྲས་ཅིག་ཞུས་པ་རེད་དེ་མ་གཏོགས་ཅིག་གི་ད་ཅིག་ཅིག་གཉིས་གཉིས་གི་ཞུས་ན་ཚང་མ་མགོ་ཉོག་འགྲོ་གི་རེད། རྩ་བའི་གཞི་ཆ་འདྲ་བོ་དེ་འདྲ་ཡོད་རེད་དེའི་འདུས་ང་ཚོ་གཏན་ཚིགས་ཁག་ནང་ལ་བལྟས་ན། དེ་ལོ་ཚིགས་དེ་ཚོ་རྣམ་བཞག་དེ་ནས་ཅིག་ལོ་ཚིགས་མང་ཉུང་ཉུང་ཡང་སོ་སོས་སོ་སོའི་ཁུངས་ག་འདྲས་ག་འདྲས་ཅིག་ལ་བཅོལ་བཞག་པ་རེད། དེ་ཚོ་ཚང་མ་ཧ་གོ་ཡས་ཡོད་རེད། ད་དེ་ཚོ་རྩ་བའི་ཤེས་བྱ་རེད་དེ་ཚོ་ཅིག་མ་ཤེས་པ་ཡིན་ན་དེ་ནས་ཅིག་ང་ཚོ་ནང་པ་སངས་རྒྱས་ཀྱི་ཆོས་ཀྱི་མ་འདྲེ་ཤེས་རྒྱབ་དུས་དེ་ནས་ཅིག་ངན་ལ་ལོ་རྒྱུས་བཤད་ར་བ་ནམ་ཁྱུད་ང་ཚོ་ཅིག་ཆོ་ག་འདྲ་བོ་གཏོར་ན་དེ་རྒྱུན་འདེབས་ཟེར་ཡ་ཅིག་འདོང་དགོས་ཀྱི་འདུག་བ་དུས་རིམ་ཅིག་རེ་བ་དེ་དེ་ནས་དབང་འདྲ་བོ་ཅིག་བསྐུར་དུས་མདུན་དེ་ནས་ཡང་ཅིག་ལོ་རྒྱུས་འདྲ་བོ་ཤེས་བསྡད་ཀྱི་འདུག་བ་ཅིག་ཅིག་བྱུང་རབས་འདྲ་བོ་ཅིག་ད་དེ་གི། ག་རེ་ཚོང་གི་ཡོད་རེད་ཟེར་ན་ལོ་རྒྱུས་ཟེར་ཡ་དེ་དཔེ་མི་སྲིད་པའི་གལ་འགངས་ཆེན་པོ་སྦྱིན་པ་དེ་ཚོང་གི་ཡོད་རེད་བ། དེང་དུས་ཀྱི་ཆོས་ཕྱོགས་འདྲ་པོ་སྦྱིན་ནས་ཆོས་ཀྱི་ལོ་རྒྱུས་དེ་ཚོ་ཞིབ་ཚད་འདྲ་པོ་ཞིག་མ་ཤེས་ན་བེད་རྙོག་དྲ་ཚ་པོ་ཞེ་བོ་ཅིག་ཆགས་བསྡད་ཀྱི་རེད། ཨ་ནི་ཅིག་དེ་བ་དང་ནང་འདྲ་པོ་བྱས་དེ་ཞབས་རྡུལ་ཅིག་ཡག་དང་ཡག་པོ་ཡོད་རེད་དེ་ཁོས་མི་ལ་འདྲི་བཤད་བརྒྱབ་ན་རྒྱལ་ཡོང་མ་རང་ལ་བསམ་ན་ད་ནས་ད་ཡོད་མ་རེད། ཚིག་ཚོད་ཚོད་འདྲ་ཅིག་བ་ཐོམ་ཐོམ་འདྲ་ཅིག་དེ་འདྲ་ཅིག། དེའི་ཕྱིར་ན་ཕྱག་དྲུག་རེད་བ། དེ་ཡིན་དུས་ང་ཚོ་རིག་གཞུང་ལ་དེ་འདྲའི་དོ་སྣང་མ་བྱེད་དུས་དེ་ནས་མིར་འདི་སྐད་རྒྱག་ཡོད་མ་རང་ལ་བསམ་བློ་འདང་ཡོད་མ་རེད། དེ་འདྲ་ཡིན་དུས་སྐུ་ནང་པ་སངས་རྒྱས་དེ་མ་ཁོམ་འགྲོ་གི་ཡོད་ད་དེང་སང་རྒྱལ་སྤྱིའི་ཐོག་ནས་ནང་པ་ཉུང་རུ་འགྲོ་གི་འདུག་མ་འོངས་པ་ན་ད་དུང་ཉུང་ནས་འགྲོ་ས་རེད་ད་དེ་འདྲའི་མང་པོ་ཅིག་ཚོད་དཔག་བྱེད་ཡོང་དགོས་རེད་བ། དེ་ང་ཚོས་བསམ་ན་དཔེ་ད་གཟའ་ཡི་རི་མོ་ཚང་མ་ནང་པའི་སྐབས་དང་ཡོད་བསམ་དེ་ག་རེད་ད་དེ་ཡོད་མ་རེད་བ་ད་གིན་ཧོན་དུ་བཞུར་བའི་ནང་བཞིན་རེད་མི་འབོར་དུང་ཕྱུར་བདུན་ཅུ་སོ་ནང་ལོ་ང་ཚོ་ནང་པ་ལ་དད་པ་བྱེད་མཁན་དུང་ཕྱུར་བཞི་ལྷག་ཙམ་མ་གཏོགས་ཡོད་མ་རེད་དད་པ་བྱེད་མཁན་ཚང་མས་ཡང་ནང་པའི་ཆོས་ཤེས་པ་དེ་ངེས་པ་ཡོད་མ་རེད་ང་ཚོ་བོད་གངས་ཅན་ལྗོངས་ལ་དད་པ་གཞན་ཡང་ཚང་མས་བྱེད་དགོས་པ་རེད་དེ་ནང་པའི་གཅིག་དང་ལུང་རྟོགས་ཀྱི་བསྟན་པ་དང་ལྟ་གྲུབ་དེ་ཤེས་མཁན་དེ་དང་ཕྱི་ནང་བྱང་སྡེ་འགའི་ནང་ལ་མ་གཏོགས་གཅིག་གིས་གཅིག་རབ་བྱུང་པ་ཡིན་པ་གཙང་པའི་ཤེས་པའི་ངེས་པ་འདྲ་པ་ཡོད་མ་རེད་བ།